ཡང་ད་ཡང་ཨ་ནི་ཁྱད་པར་འཕགས་ཐོས་ནས་ག་རེ་གསུངས་གནང་བ་རེད་རབ་ཏུ་བརྩམས་པ་ལ་དེ་ནི། ལྷ་སྦྱིན་གྱིས་ནི་འདོད་པ་དང་སྲེག་བརྙན་སྤེལ་ནས་ཕྱིར་ཡང་དང་ཁྱེད་ཀྱི་ཡེ་ཤེས་ཞུགས་ཀྱིས་ནི་འདོད་པ་རྩར་བཅད་བསྲེགས་ནས་དོན་གསུངས་གནང་བ་རེད། ད་ལེ་ཚན་སྔ་མ་ལ་ཞུས་ཟིན་པ་ནང་བཞིན་དུ་དེ་ནི་ལྷ་སྦྱིན་དེ་འདྲའི་ལྷ་དབང་ཕྱུག་ཆེན་པོ་དེས་དེ་ནི་ཁོ་རང་གི་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་བ་རྩ་བ་ནས་སྤང་རྒྱུ་དང་ཕར་ཞོག་ཁོ་ལ་འདོད་ཆགས་ཆེ་རེ་བྱས་ཚེ་ཞེ་སྡང་ཆེ་རེ་བྱས་ཚེ་ང་རྒྱལ་ཆེ་རེ་བྱས་ཚེ་འདུག་བ། དེ་ནི་ཁོ་ལ་འདོད་ཆགས་ཆེན་པོ་ག་རེ་འདུག་ལབ་ཙམ་ལ་ཨ་ནི་ཁྱེད་རང་ཚོ་གི་ལབ་ཀྱི་འདུག་བ་དེ་ནི་ཁོ་ལྷ་མོ་གངས་ཅན་པ་ལྷ་མོ་དཔར་བ་དེ་དང་མཉམ་དུ་དེ་ནི་ལོ་སྟོང་ཕྲག་དེ་འདྲའི་རིང་ལ་ཨ་ནི་འདོད་ཆགས་དེ་འདྲའི་འཁྲིག་པ་མུ་མཐུད་ནས་སྐྱེས་རེ་ལབ་ཀྱི་འདུག་བ་ལབ་པ་རེད། ད་དེ་འདྲའི་ལབ་ཡོང་འདུག་ཙམ་ལ་འོ་ན་དེ་འདྲའི་ལྷ་དབང་ཕྱུག་ཆེན་པོ་དེ་དེ་ནི། འདོད་ཆགས་སྤང་ཡས་ལ་འབད་བརྩོན་ཁྱོད་ནི་མ་བྱས་བ་རེད་བས་ལ་མདའ་དེ་མ་རེད་ཁོ་གི་འབད་བརྩོན་ཤུགས་ཆེན་པོ་ཞིའོ་བྱས་པ་རེད་ལོ་སྟོང་ཕྲག་དེ་འདྲའི་གོམས་ཁྱད་པ་རེད་ལབ་གི་ཡོད་རེད་ཁོ་འབད་བརྩོན་བྱེད་གོ་གོ་ཡ་ཡང་ཁོ་ཕྱི་རོལ་པའི་དག་ལྷ་དང་སྟོན་པ་དེ་འདྲ་ཡིན་དུས་བརྩམས་པ་ལ་ཡང་འདོད་ཆགས་སྤང་དགོས་རེད་ཞེ་སྡང་སྤང་དགོས་རེད་ལབ་ཀེན་འདྲ་བ་དེ་འདྲ་ཡིན་དུས་བརྩམས་པ་ལ་ཁོ་རང་གི་ཡང་འདོད་ཆགས་སྤང་ཡས་འབད་བརྩོན་བྱས་ཡོད་རེད་ཡིན་ན་ཁོས་སྤང་སྡང་མ་བྱས་པ་རེད་ད་འོ་དེ་འདྲའི་ལབ་ཡས་ཀྱི་ཆེད་དུ་དེ་ནི་ལྷ་སྤྱིན་གྱི་ནི་འདོད་པ་དག་བསྲེགས་ཉེས་པས་ན་ལ་དོ་བསྲེགས་ཉེས་ཤོར་བ་བྱས་ཉེས་ཤོར་བ་ལ་ནི་བསྲེགས་སྟངས་མ་ཤེས་པའམ་བསྲེགས་སྟངས་ནོར་བ་ལ་བསྲེགས་ཉེས་ཤོར་བ་ལགས་ཡོད་རེད། བྱ་བ་བྱེད་སྟངས་མ་ཤེས་པའམ་བྱ་བ་བྱེད་སྟངས་ནོར་བ་ལ་བྱ་བ་བྱས་ཉེས་ཤོར་བ་ལགས་ཡོད་རེད། ད་དེ་ནས་ནི་བསམ་པ་ལ་བསྲེགས་ཉེས་ཤོར་བ་རེད་ལབ་གི་ཡོད་རེད། དཔེ་མཚོན་དུ་ཆ་བཞག་པ་ཡིན་ན་ད་ཞིང་ཁ་ཅིག་ལ་ཡུར་མ་ཡུར་ཁོ་བོ་ཡོད་ན། དེ་ནས་ཡུར་མ་ཡུར་མ་ཤེས་མཁན་ཅིག་ལ་ཡུར་མ་ཡུར་དུ་བཅུག་ན་ད་ཡུར་མ་དེ་རྩ་བ་ནས་མ་འགོག་བྱས་དེ་ཡུར་མ་དེ་འགོག་འགོག་དེ་ནས་བཅད་བཞག་ཡུར་མ་དེ་འགོ་བཅད་བཏང་བཞག་ཡོད་རེད། ཡུར་མ་དེ་འགོ་བཅད་བཏང་བ་ཙམ་གྱིས་དེ་ནས་དམིགས་བསལ་ཁེ་ཕན་ཡོད་མ་རེད་ག་བྱས་ན་ཡང་ཡུར་མ་དེ་སླར་ཆེན་པོ་སྐྱེས་ཡོང་གི་རེད་བ་འོ་དེ་ཡིན་པ་ནང་བཞིན་དུ་ལྷ་དབང་ཕྱུག་ཁོ་རང་གི་འདོད་ཆགས་ལ་སོགས་པ་དེ་རྩ་བ་ནས་སྤང་མ་ཐུབ་སོང་ཙང་ཡང་ཕྱིས་སུ་གོ་འདོད་ཆགས་ཆེན་པོ་ཆགས་སོང་བ་རེད། ད་ཡིན་ན་ཡང་དེ་འདྲའི་ལྷ་དབང་ཕྱུག་ཆེན་པོ་དེ་འདོད་ཆགས་སྤང་ཡག་གི་ཆེད་དུ་ཨ་ནི་འབད་བརྩོན་ནི་ཤུགས་ཆེན་པོ་བྱས་འདུག་བ། ད་ཨ་ནི་ཁོ་ནོར་འཁྲུལ་འགྲོ་ཅིག་སྐྱོན་ག་རེ་ཤོར་སོང་བ་རེད་ལབ་དུས་ཙམ་པ་ལ་ད་ང་རང་ཚོ་ཨ་ནི་ག་རེ་ལགས་ཡོད་ལབ་ན་ཕྲ་རྒྱས་སྤང་བ་མ་ཡིན་དང་ཡུལ་ནི་ཉེ་བར་གནས་པ་དང་ཚུལ་ཤིང་མ་ཡིན་ཡིད་རྗེས་སུ་འཚོགས་པ་ལ་ནི་ཉོན་མོངས་སྐྱེས། གསུང་བ་ནང་བཞིན་དུ་ད་དེ་དང་ཆ་མཚུངས་བ་ཅིག་མངོན་པ་མཛོད་ནང་ཡང་གསུང་གི་ཡོད་རེད་བ། ད་དཔེར་ན་འདོད་ཆགས། ཉོན་མོངས་པ་དཔེར་མཚོན་དཔེར་ན་འདོད་ཆགས་འགྲོ་འཆག་བཞག་པ་ན་འདོད་ཆགས་སྐྱེ་ས་ཀྱི་ཡུལ་དེ་དང་འདོད་ཆགས་སྐྱེ་ས་ཀྱི་ཡུལ་དེ་དང་ཐག་ཉེ་བོ་ཡོད་ན་འདོད་ཆགས་སྐྱེ་ལ་ཉེན་ཁ་ཚ་བ་ཡོད་སྲིད་དེ་དང་ཐག་རིང་པོ་ཡོད་ན་འདོད་ཆགས་སྐྱེ་ལ་ཉེན་ཁ་ཆུང་ང་ཡོད་རེད་ལབ་གི་ཡོད་རེད་དཔེར་མཚོན་འགྲོ་འཆག་བཞག་པ་ན་ཁོང་ཁྲོ་འགྲོ་འཆག་བཞག་པ་ན་ང་རང་ཚོ་མི་གཅིག་མཐོང་བ་ཙམ་གྱིས་སྤྲོ་ཞིའུ་ཅི་ལང་གི་ཡོད་ན་མི་དེ་ང་ཚོའི་མཐོང་ས་དང་ཐོས་ས་ལ་ཡོད་ན་སྤྲོ་ཞིའུ་ཅི་ལང་གི་ཡོད་ན་ད་མི་དེ་མཐོང་ས་དང་མཐོང་ས་ཐོས་ས་ལ་མེད་པ་མཐོང་ཚོད་ཐོས་ས་མེད་ས་ལ་འགྲོ་བ་ང་རང་ཚོ་ཁོ་དང་ཐག་རིང་པོ་འགྲོ་ན་ང་ཚོ་ཡང་ཁོང་ཁྲོ་དེ་ཆུང་དུ་འགྲོ་གི་འདུག་ཡིན་ན་ཡང་ཁོ་ལ་དམིགས་བསལ་ཁོང་ཁྲོ་ལང་གི་མི་འདུག་ད་ཡིན་ན་ཡང་དེ་ནི་ཡང། ཁོང་ཁྲོ་དེ་རྩ་བ་ནས་སྤང་བ་རེད་ན་ན་སྤང་བ་མ་རེད་བ་ཡང་མི་དེ་ཕྱིས་ཐུག་ཡིན་ན་ཡང་ཁོང་ཁྲོ་སྐྱེ་ལེགས་འདུག་འོ་དེ་ཡིན་པ་ནང་བཞིན་དུ་ལྷ་འོང་ཆོག་གི། ད་འདོད་ཆགས་ལ་སོགས་བ་དེ་རྩ་བ་ནས་སྤང་མ་ཐུབ་དུས་ཙམ་པ་ལ་ཡང་ཁོ་སླར་འདོད་ཆགས་ཆེན་པོ་ཆགས་སོང་བ་རེད་ལབ་ཀི་ཡོད་རེད། ད་འོ་ན། དེ་འདྲའི་ཁོ་འདོད་ཆགས་ཆེན་པོ་ཆགས་ཡོང་དུས་ཙམ་པ་ལ་ད་ནི་འོ་ན་འདོད་ཆགས་རྩ་བ་ནས་མེད་པ་བཟོས་ཀྱི་ད་ཅིག་ཐབས་ཤེས་ག་རེ་ཡོད་རེད་ད་དེ་འདྲའི་འོ་ན་འདོད་ཆགས་རྩ་བ་ནས་མེད་པ་བཟོ་ཚུལ་དེ་ག་རེ་ལ་ད་འདི་ཁ་ནས་བཤད་ན་ད་ད་དཔེ་ལས་སླ་བོ་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་ལ་ད་དུག་ལྔལ་ཤེས་པར་བྱ་ཀུན་འབྱུང་སྤངས་པར་བྱ་གསུངས་པ་རེད་ད་དུག་ལྔལ་ག་རེ་ཡིན་པ་ད་ཡག་པོ་ཧ་གོ་བར་བྱེད། དེ་ནས་དེ་འདྲའི་དུག་ལྔལ་ཡོང་ཡོད་ཀྱི་རྒྱུ་དེ་ཧ་གོ་བར་བྱེད་དེ་ནས་དེ་འདྲའི་རྒྱུ་དེ་གཉེན་པོ་གྱི་བཅོམ་གོ་རེད་ལབ་གི་རེད་ད་དེ་ཅིག་དུག་ལྔལ་ཀུན་འབྱུང་གཉེན་པོ་ལ་ན་དཀའ་ལས་ཁག་པོ་ཡིན་ན་ད་དཔེ་མཚོན་སྒྲུབ་བྱེད་ཆུ་ཆར་བཞག་པ་ཡིན་ན་ད་ཞིང་ཁ་ཅིག་ལ་ཡུར་མ་མང་པོ་སྐྱེས་ཡོད་ན་དང་པོ་ཁྱེད་རང་ཞིང་ཁ་ནང་ལོ་ལ་ཡུར་མ་ག་རེ་ག་རེ་སྐྱེས་འདུག་ཡག་པོ་ཧ་གོ་བ་བྱེད། ལོ་ཏོག་དང་ཡུར་མ་གཉིས་དབྱེ་འབྱེད་ཡག་པོ་ཧ་གོ་བ་བྱེད། ད་དེ་འདྲའི་ཡུར་མ་དེ་ཚོ་དེ་ནི་ཡུར་མ་ཁ་ཤས་ཁྲག་པོ་ཡོད་ཀྱི་རེད་ཁ་ཤས་གཏིང་ཟབ་པོ་ཡོད་ཀྱི་རེད་ད་ཡུར་མ་དེ་ཚོ་དེ་ནི་མཛུབ་མོ་གིས་བཀོག་ཐུབ་ཀྱི་འདུག་དང་ཨ་ནི་རྐུན་མ་གིས་བཀོག་ཐུབ་ཀྱི་འདུག་དང་ཨ་ནི་གཏོར་མ་གིས་བཀོག་ཐུབ་ཀྱི་འདུག་དང་གང་བྱས་རྩ་བ་ནི་ག་རེ་གིས་བཀོག་ཐུབ་ཀྱི་འདུག་ད་ནི་དེ་ནི་རྩ་བ་ནས་བཀོག་བྱ་དེ་ནི་ཡུར་མ་དེ་མེད་པ་ཆགས་འགྲོ་གི་རེད་ལབ་ཀྱི་རེད་དེའི་མ་གཏོགས་ཆ་ཞིག་ལ་དེ་ནས་ལྷག་དབང་ཕྱུག་གི་དེ་འདྲའི་གོམས་བསྐྱེད་པ་ཙམ་གྱིས་མེད་པ་ཆགས་ཀྱི་མ་རེད་དཔེར་ན། ཅིག་གནད་འགག་དེ་ཧ་མ་གོ་སོང་ན། དཔེར་ན་ཅིག་ཞིང་ཁ་ཅིག་ལ་ཡུར་མ་ཡོད་ན་དེ་ནས་ཡུར་མ་དེ་མེད་པ་ཆགས་པར་ཤོག་ལབ་ན་གོམས་བརྒྱབ་ན་ལོ་གི་ཡོད་མ་རེད་དཔེར་ན་ལྷག་དབང་ཕྱུག་ཆེན་པོ་འདྲ་བོ་ཆ་ཞག་པ་ན་ཕྱི་རོལ་པའི་ལྷ་དེ་ཚོ་ལ་ཞི་གནས་ཡོད་ཡོད་ཁ་ཅིག་ཁ་ཅིག་གི་ལ་ན་ལྷག་མཐོང་ཡང་ཡོད་རེད་ལབ་ཀྱི་རེད་ད་ཞི་གནས་འགྲོ་ལ་ཆ་མཚོན་པ་ཡིན་ན་ཡང་དེ་ནས་སེམས་ཤིན་སྦྱངས་གྲུབ་ཡས་དཀའ་ལས་ཁག་པོ་རེད་དེ་ནས་ལུས་ཤིན་སྦྱངས་ལུས་ཤིན་སྦྱངས་ཀྱི་དེ་བས་ཕྲ་མི་ད་སེམས་རྩེ་གཅིག་པ་ཤུགས་ཆེན་པོ་ཅིག་རེད་འདུག་སྟེ། ཡིན་ན་ཡང་དེ་འདྲའི་དྲོ་སྐྱིད་གོམས་ན་ཡང་ཡུར་མ་དེ་མེད་པ་ཆགས་པར་ཤོག་ན་ཡུར་མེད་པ་ཆགས་ཀྱི་མ་རེད་བ། ད་ཡུར་མ་དེ་རྩ་བ་ནས་བཀོག་ཧུད་ལ། ད་ཡིན་ན་ཡང་དེ། ཅིག་ཡུར་མ་ལ་ཡི་དྲོ་དང་རྩ་བ་ལ་ཡི་དྲོ་དེ་ཚོ་རགས་པ་རེད་དོ། ཁྱོད་ལ་རྩ་བ་མིག་གིས་མཐོང་ཡས་དོ་བ། ད་ཡིན་ན་འདོད་ཆགས་དེ་ཚོ་གིས་དེ་ནས་རྩ་བ་དེ་འདྲའི་དྲོ་ཅིག་ག་འདྲའི་དྲོ་ཅིག་ཡོད་རེད་ལབ་ན། ད་དེས་དེ་ནས་བ་དན་ཆོས་ཀྱི་གྲགས་པས་ག་རེ་གསུང་གི་ཡོད་ར་ན། ཉེས་ཀུན་དེ་ཡི་རྩ་བ་ཅན་དེ། ཉེས་ཀུན་དེ་ཡི་རྩ་བ་ཅན་དེ་ནི་འཇིག་ཚོགས་ལྟ་བ་ཡིན་ལ་ཡོད་རེད་ད་འཇིག་ཚོགས་ལྟ་བ་ལ་ན། དེ་ནི། ཉེ་བར་ལེན་པའི་ཕུང་པོ་ལ་དག་དག་དང་དག་གིར་ཞེན་པ་དང། ཡང་ན་དག་འཛིན་མ་རིག་པ་དེ་དག་རྩ་བ་ནས་ཆགས་བསྡད་ཡོད་རེད་ལབ་ཀྱི་ཡོད་རེད་ད་ཁྱད་པར་ག་རེ་ལ་ན། ཕྱི་རོལ་པ་དེ་ཚོ་དེ་ནི། དེ་འདྲའི་དག་དག་འཛིན་མ་རིག་པ་དེ་གར་ཕྱིན་སྤོང་ཐུབ་ཀྱི་ཡོད་མ་ལ་དག་འཛིན་མ་རིག་པ་དེ་སྤོང་ཡས་ལ་ཁོག་གི་ད་ཀྱི་སངས་རྒྱས་ཀྱི་ཀུན་འབྱུང་ཤེས་དཀར་ཟེར་དུག་ལྔ་ཤེས་པར་བྱ་ཀུན་འབྱུང་སྤངས་པར་བྱ་ཀུན་འབྱུང་སྤངས་ཚུལ་དེ་དེ་ནི་ཀུན་འབྱུང་གི་གཉེན་པོ་ཧ་གོ་བ་ཅི་ལ་ཡོད་དོ། ད་ལྟ་ཀུན་འབྱུང་ངོ་མ་དེ་གར་ཆགས་ཡོད་ན་མ་རིག་པ་དེ་ཆགས་ཡོད་མ་རིག་པ་གི་གཉེན་པོ་དེ་དེ་ནི་རིག་པ་དག་དང་ད་བདག་འཛིན་ན་བདག་མེད་རྟོགས་པའི་ཤེས་རབ་ལ་ཞེས་གོ་གི་ཡོད་རེད་ད་བདག་མེད་རྟོགས་པའི་ཤེས་རབ་དེ་མེད་ཡོང་དུས་ཙམ་པ་ལ་དེ་ནི་བདག་འཛིན་དེ་མེད་པ་རྩ་བ་ཉིད་ནས་བཟོ་ཐུབ་ཀྱི་ཡོད་མ་རེད། ད་དེ་ཕྱི་རོལ་པའི་ལྷ་དེ་ཚོ་ནི་ད། བདག་མེད་རྟོགས་པའི་ཤེས་རབ་དེ་དག་སུ་གཅིག་ལ་རྩ་བ་ཉིད་ནས་ཡོང་གི་ཡོད་མ་དཀའ་ཅིང་ཁོང་ཚོ་ལ་བདག་འཛིན་ལ་དེ་ཤུགས་ཆེན་པོ་ང་ཚོ་ཕྱི་རོལ་པ་དང་ནང་པ་གིས་དག་ཁྱད་པར་འབྱེད་ཆོས་གཙོ་བོ་གཅིག་དང་དེ་ནི་ཨཱཏྨ་དང་ཨཱན་ཨཱཏྨཱས་ད་ང་ཚོ་བྱམས་པ་བྱེད་ཆོག་གི་རེད་བརྩེ་བ་བྱེད་ཆོག་གི་རེད་སྙིང་རྗེ་བྱེད་ཆོག་གི་རེད་དེ་ཡིན་ན་ཡང་ཨཱཏྨ་ཨཱན་ཨཱཏྨཱ་དེ་དག་ང་ཚོ་བདག་མེད་བྱེད་ཀྱི་རེད་མ་གཏོགས་གཅིག་ལ་དེ་ནི་བདག་བདག་ཡོད་པ་རྩ་བ་ཉིད་ནས་བྱེད་ཀྱི་མ་རེད་ཁོང་ཚོ་བདག་ཡོད་པ་བྱེད་ཀྱི་མ་གཏོགས་གཅིག་ལ་བདག་མེད་པ་རྩ་བ་ཉིད་ནས་བྱེད་ཀྱི་མ་རེད་ད་ཁོང་ཚོ་ག་དུས་ཡིན་ན་བདག་ཡོད་པ་བསམ་བློ་བཏང་གི་འདུག་དེ་བདག་ཡོད་པ་བསམ་བློ་བཏང་ན་བདག་ཏུ་འཛིན་པ་སྐྱེ་ངོས

ཨ་ནི་ས་ཏི་ཞེས་པ་དེ་དག་གྲོངས་སོང་ང་ཁོ་རང་ཤི་བརྒྱབ་སོང་ད་དེ་ལེ་ཚན་སྔ་མ་ལ་ཞུས་ཟིན་པ་རེད་བ་ད་རང་ཤི་བརྒྱབ་ནས་ཚོ་ཁོ་དུང་ང་ཤིན་ཏུ་ནས་ཀྱང་ཆེན་པོ་སྐྱེས་སོང་བར་ད་དུང་ང་ཀྱི་ནས་ད་འཁོར་བའི་ཆོས་འཇིག་རྟེན་གྱི་ཆོས་ལ་ད་སྙིང་པོ་མི་འདུག་ད་ང་འདོད་ཆགས་ཤིག་དང་གཏི་མུག་ལ་འཁོར་བའི་ཆོས་དང་ཐག་རིང་པོ་འདོད་ཆགས་ཤིག་དང་གཏི་མུག་ལ་སོགས་བ་དེ་ཚོ་པང་དུ་འགྲོ་གི་ཡིན་ལགས་ན་ད་དེ་ནས་ཁོ་རི་ཁྲོད་ཅིག་ལ་ཤོར་སོང་བ་རེད་ད་རི་ཁྲོད་ག་བ་ལ་འགྲོ་དོ་ལགས་ན་བོད་ལ་འགྲོ་སོང་བར་ད་ང་ཚོའི་སྔོན་མ་བོད་ཀྱི་མཁས་གྲུབ་རྣམ་པ་ནས་ད་རྒྱ་གར་ལ་དེ་ནས་ཆོས་བྱེད་དུ་ཕེབས་ཀྱི་ཡོད་རོགས་ད་ཁོ་ཨ་ནི་བོད་ལ་འགྲོ་སོང་པོ་ད་བོད་ག་བ་འགྲོ་འདོད་ན་དེ་ནི་ང་རང་ཚོ་བོད་གངས་ཅན་ལྗོངས་ཀྱི་ད་ནི་གངས་རི་ཤིན་ཏུ་ནས་ཀྱང་གྲགས་ཆེ་བོ་དེ་ནི་ནས་ཙལ་ཆེན་པོ་དེ་ནི་གངས་དཀར་ཏི་སི་ལ་འགྲོ་སོང་བ་རེད་ལབ་གི་ཡོད་རེད་ད་དེ་འདྲའི་ཁོ་གངས་དཀར་ཏི་སི་ལ་དེ་འདྲའི་གོམ་རྒྱག་ཡོང་འདོད་ཙམ་པ་ལ་ད་ཁོ་རང་གི་སྐྱེས་དམན་ས་དེ་དེ་ད་དེ་ནི་སྐྱེ་བ་སླར་བཞེངས་པ་ཅིག་གླེང་ཡོད་རེད་ལབ་རེད་ད་སྐྱེ་བ་སུའི་སྐྱེ་བ་གླེང་ཡོད་ན་དེ་ནི་ལྷ་མོ་པར་བ་ཏི་ལྷ་མོ་གངས་ཅན་མ་གི་སྐྱེ་བ་གླེང་ཡོད་རེད་ད་ལྷ་མོ་གངས་ཅན་མ་གི་སྐྱེ་བ་ལེན་ཡོང་ས་ལྷ་མོ་གངས་ཅན་མ་དེ་དེ་ནི་ཡར་ར་ན་ཚོད་ཆེན་པོ་གསོན་ནས་ཡོང་འདུག་ཙང་མ་རེད་ད་མོ་ལ་གཉིད་ལམ་ཞེ་བོ་ཅིག་བཏང་གི་འདུག་ད་གཉིད་ལམ་ག་རེ་བཏང་གི་འདུག་ལབ་ན་དེ་ནི་གངས་རི་ཤིན་ཏུ་ནས་ཀྱང་ངོ་མཚར་ཆེན་པོ་ཕྱོགས་དང་ཕྱོགས་མཚམས་དེ་ཚོ་ལ་ཡང་གངས་རི་ཤིན་ཏུ་ནས་ཀྱང་མཛེས་པོ་ཡོད་པ་དེ་ནས་འགྲམ་ལ་མཚོ་དང་མཚེའུ་ཡོད་པ་ཤིན་ཏུ་ནས་ཀྱང་གཙང་མ་ཡོད་པ་དེ་འདྲས་ཅིག་ད་དེ་ན་དེ་ནི་མི་ཤིན་ཏུ་ནས་ཀྱང་ངོ་མཚར་ཆེན་པོ་རྫིག་པོ་སྟོབས་ཆེན་པོ་ཅིག་བྱས་ན་ཡང་ཚ་བོ་ཡོད་དེ་གིན། ཨན་ཅིག། གཟུགས་སྐུ་ལ་ཡིན་ན་ནི་མཐའ་ལ་བྱུགས་ཏེ་ཡོད་པ་སྐད་ལ་གྲུལ་བཅིངས་ཡོད་དེ། ཡང་མོ་རང་ནི་ཤིན་ཏུ་ཅིག་ཡིད་ཤོར་བདེ་མཁན་གྱི་དེ་འདྲའི་མི་ཅིག་ཡང་ནས་ཡང་དུ་ད་གཉིད་ལམ་བཏང་གི་འདུག་ལབ་གི་ཡོད་རེད། ད་དེ་འདྲའི་གཉིད་ལམ་བཏང་ཡོང་དུས་ཙམ་པར་དེ་ནི་མོའི་གཉིད་ལམ་དེ་བརྟག་དཔྱད་བྱེད་ཡ་མ་སྐད་ཅིག་བྲིས་ཡོང་དུས་ཙམ་པར་ལ་འོ་ད་དེ་ནི་ཁོང་ཚོས་དྲང་སྲོང་དེ་ཚོ་ག་རེ་ལབ་དང་ད་དེ་ཁྱེད་རང་དེ་ནི། ཁྱེད་རང་གི་སྐྱེ་བ་སྔོན་མ་དེ་ས་ཏི་རེད། ད་ས་ཏི་གི་ཁྱོ་ག་ད་ལྟ་ལྷ་དབང་ཕྱུག་ཆེན་པོ་ལ་ཡོད་དེ་ད་ལྟ་དེ་ནི། ནི། གར་ས་གངས་ཏི་ཆུ་འདི་ནས་གོམ་བརྒྱབ་ནས་བསྡད་ཡོད་རེད། ད་འདི་འདྲའི་ལབ་ཡོང་དུ་སོང་དེ་ནི་མོ་ཤི་འདུག་ག་སོང་བར་ད་ང། མོ་གིས་དེ་ཁོ་གར་ས་ངའི་ཁྱོ་ག་དེ་ང་སྐྱེ་བ་སྔོན་གྱི་ཁྱོ་ག་དེ་ད་ཡག་ཡོད་དུ་བ་སོང་ད་མོ་དེ་ནི། ལྷ་དབང་ཕྱུག་འགྲམ་ལ་འགྲོ་གི་ཡིན་ལབ་པ་རེད་ད་ཡིན་ན་ཡང་མི་ཚོ་ག་ལ་ད་ཁྱེད་རང་ལྷ་དབང་ཕྱུག་འགྲམ་ལ་འགྲོ་མ་འགྲོ་ཡོད་མ་རེད། ལྷ་དབང་ཕྱུག་ནི་འདོད་ཆགས་ཞེ་སྡང་ལ་སོགས་པ་སྤང་ཚར་ནས་ད་ཁོ་ཨེ་ནི། ཁོ་སྤང་དུ་འགྲོ་གི་ཡིན་ན་ད་དཔེ་ལོ་སྟོང་ཕྲག་མང་པོ་སྔོན་ལ་འགྲོ་ཚར་བ་རེད་ད་ཕལ་ཆེར་ཕལ་ཆེར་འདོད་ཆགས་ཞེ་སྡང་ཚང་མ་སྤང་ཚར་ས་ཡོད་ད་ཁྱོད་རང། འགྲོ་མ་འགྲོ་ཆོད་ཡོད་མ་རེད་ལབ་པ་རེད་ཡིན་ན་ཡང་ད་མོ་ཤོར་སོང་བ་རེད་ད་མོ་ཤོར་འགྲོ་འདོད་ཙམ་པ་ད་ཡག་གི་ནི། དེ་ནས་ལྷ་དབང་ཕྱུག་དེ་གོམ་བརྒྱབ་ནས་དེ་དུ་ད་མོ་རང་ཉིད་ལམ་བཏང་བ་ནང་བཞིན་དུ་ཡལ་ལ་ཡོད་དེར་ད་ཡིན་ན་ཡང་དེ་ནས་ལྷ་དབང་ཕྱུག་དེ་གོམ་དཔེ་གཏིང་གི་ས་པོ་རུ་བརྒྱབ་ཡོང་དོན་ཙམ་མ་ལ་ད་མོ་གིས་སྐད་ཅིག་འགྲོ་ཤེས་ན་ཡང་ལྷ་དབང་ཕྱུག་དེ་གོམ་ནས་ཡལ་ལ་ལངས་རོགས་བྱེད་ཀྱི་མི་འདུག་ད་དེ་འདྲ་ཡིན་དོན་ཙམ་མ་དེ་ནས་མོ་ལྷ་དབང་ཕྱུག་ལ་ཕྱག་ཆེན་པོ་འདུག་ཅེས་ལྷ་དབང་ཕྱུག་གི་འགྲམ་ལ་ད་ཡུན་རིང་པོ་དེད་པར་ད་དེ་ཡིན་དོན་ཙམ་ནམ་ཞིག་ཡང་ལྷ་དབང་ཕྱུག་དེ་གོམ་ནས་ཡལ་ལ་ལངས་ནས་དེ་འདྲའི་མཐོང་ཡོང་དོན་ཙམ་མ་ལྷ་མོ་འབར་བ་དེ་ཨ་མ་ཤིན་ཏུ་ནས་ཀྱང་ངོ་ཚ་ཆེན་པོ། ངེད་མ་ཁོ་རང་གིས་ད། སྐྱེས་མིན་ས་དེ་དང་རྣམ་པ་ཆ་མཚུངས་བ་ཅིག་ཡོད་དེར་བརྟགས་ཤིང་དུ་ནས་ཀྱང་ངོ་མཚར་ཆེན་པོ་ཞིག་ཡོད་རེད་ཡིན་ན་ཡང་ཁོ་ཧོབ་སི་གང་ལ་ཨ་ཚེ་ང་འཇིག་རྟེན་གྱི་ཆོས་ཐམས་ཅད་སྤང་ཡིན་པ་ལ་ནི་དེ་ནི་ཡང་ཁོ་གོམས་ཁྱེད་ཀྱིས་ད་གྲ་སྒྲིག་བྱེད་ཡས་པ་རེད་ཁྱེད་དུས་བརྩམས་པ་ལྷ་མོ་པར་བ་ཏི་གིས་ད་ཁྱེད་རང་དེ་འདྲའི་འགྲིག་མར་བཏགས་ཟིན་ང་ཁྱེད་རང་གིས་དེ་ནི་དེ་འདྲའི་དེ་འདྲའི་རེད་ལ་ད་མོ་གི་ལོ་རྒྱུས་ཚང་མ་ལྷ་དབང་ཕྱུག་ལ་ཞུས་ཡོད་པ་རེད་ཡིན་ན་ཡང་ལྷ་དབང་ཕྱུག་གར་ལ་ན་ད་ང་འདོད་ཆགས་སྤང་ཡོང་དུས་བརྩམས་པ་ལ་ཁྱེད་རང་གིས་སྐྱེས་མིན་ལོ་དབུ་མར་བཏགས་ཟིན་ནུ་ཡིན་ཁོ་གོམས་ཀྱག་སོང་བ་རེད་ད་དེ་འདྲའི་ཡིན་དུས་བརྩམས་པ་ལྷ་མོ་པར་བ་ཏི་ཤིན་ཏུ་ནས་ཀྱང་ད་སེམས་པ་རེ་ཅིག་ཕམ་ནས་ད། བྱས་ཟིན་མི་འདུག་ད་ཡིན་ན་ཡང་མོས་བསམ་པར་ད་ངའི་ཕ་གཅིག་ལྷ་དབང་ཆུ་བཀུག་ཐུབ་ཀྱི་རེད་བསམ་པའི་གི་སེམས་ནང་ལོགས་ལ་ཅིག་དེང་འདོད་ཅིག་ཡོད་དེ་རེད་དེ་ནས་ཡིན་ན་བསམ་པ་ལྷ་ལྷ་མོ་དཔར་བ་དེ་དེ་ནས་ལྷ་ལོག་མ་འགྲོ་ནས་དེ་ནས་ཨེ་ལྷ་དབང་ཆུ་གོམ་ཁྱགས་ཟེར་གི་ད་རི་སུལ་དེ་འདྲས་འགྲོ་ཅིག་ལ་གང་འགྲོ་ཅིག་ལ་དེ་ནས་མོ་ཡང་གོམ་ཁྱབ་ནས་དེ་བསྡད་པ་རེད་ད་གོམ་ག་རེ་ཁྱབ་སུ་གོམ་པ་རེད་ལྷ་དབང་ཆུ་གོམ་བསྡད་པ་རེད་ད་དེ་ནས་ལྷ་དབང་ཆུ་གོམ་ལྷ་དབང་ཆུ་ལ་དེ་ནས་སོལ་བ་བཏབ་ནས་ད་གོམ་ཁྱབ་བསྡད་པ་རེད། ད་དེ་སྔ་ནང་བཞིན་དུ་ལྷ་དབང་ཕྱུག་ལྷ་དབང་ཕྱུག་ཚུར་བཅོས་ནས་གོམས་བརྒྱབ་སྟེ་ཡོད་རེད་བ་ལྷ་དབང་ཕྱུག་གིས་ཡང་ཉི་མ་གཅིག་ལྟར་ལྷ་དབང་ཕྱུག་གིས་ཡང་གོམས་ནས་ཡོད་ལ་བསད་པ་རེད་རང་བཞིན་གྱིས་བསད་ནས་ད་ལྷ་མོ་པར་བ་དེ་དེ་ཤིན་ཏུ་ནས་ཀྱང་དྲན་སོང་བ་རེད་དངོས་གནས་ངོ་མཚར་ཆེན་པོ་འདི་ནི་ལྷ་མོ་སྔོན་གྱི་ལྷ་མོ་ས་ཏི་དང་ཆ་མཚུངས་བ་ལ་ལས་བརྩམས་པ་ད་ལྷ་མོ་པར་བ་དེ་ག་བ་འདུག་ལ་ནི་དེ་ནི་ཁོག་གི་སྔོན་ཤེས་ཀྱི་བརྡ་བ་རེད་ད་ཡོང་དུ་སོང་ཨ་ཅེ་ལྷ་མོ་པར་བ་དེ་ནི་ལོག་མ་འགྲོ་ཅེས་ད་དུང་ཡང་དེ་ནི་ཁོ་རང་གི་ཉེ་སྐོར་དེ་འདྲའི་རི་སུལ་ཅིག་ལ་གོམས་བརྒྱབ་ནས་དེ་ཡོད་པ་ད། ཧ་གོ་བ་རེད་ད་དེ་འདྲ་ཡིན་དུས་ཚང་མར་དེ་ནས་ལྷ་དབང་ཕྱུག་གི་ད་ཚོན་ལྟ་ཅིག་བྱེད་དགོས་དྲན་པ་རེད་ད་ལྷ་མོ་པར་བ་དེ་ནི་ངོ་མ་ང་ལ་ག་གི་ཡོད་ཡིན་ནམ་བསམ་ནས་དེ་ནས་ཁོ་ཚོན་ལྟ་ཅིག་བྱེད་དགོས་འདུག་དྲན་ནས་ད་ཁོ་དྲང་སྲོང་ཅིག་ལ་སྤྲུལ་ནས་དེ་ནས་ལྷ་མོ་པར་བ་དེ་འགྲམ་ལ་འགྲོ་སོང་བ་རེད་ད་ལྷ་མོ་པར་བ་དེ་འགྲམ་ལ་འགྲོ་ནས་དེ་ནས་ལྷ་དབང་ཕྱུག་ལ་དེ་དུག་ཅག་ཞི་བོ་རེད་ད་ཁོ་མར་བ་ཞི་བོ་རེད་ད་ཁོ་མི་བཟོད་ཁྲག་སྦྱོར་ཞི་བོ་བྱེད་ཀྱི་རེད་ད་ཁོ་གིས་ལྷ་མོན་གྱི་གྲོང་ཁྱེར་གསུམ་བརྩེགས། ཚང་མ་མེ་ལ་བསྲེགས་རེད་ད་དེའི་མཉམ་དུ་སྐྱེ་བ་བོད་མི་སེམས་ཅན་མང་པོ་བསད་པ་རེད་ད་ཁོ་སྤྱོད་པ་རྩུབ་པོ་ཡོད་རེད་ད་དེ་ནས་ཁོ་གཙང་སྦྲ་འཕྲོད་དོན་ཡོད་མ་རེད་ད་ཁོ་གོག་རྟགས་དེ་འདྲའི་ལུས་ལ་བྱུག་རེད་ད་དུད་འགྲོས་ལ་ཉར་གི་རེད་ད་མི་ཤ་ཟ་གི་རེད་ད་ལ་སོགས་བ་ག་སྐྱོན་བརྗོད་མང་པོ་ཞུ་ཅིག་བྱས་པ་རེད་དེ་ཡིན་ན་ཡང་ལྷ་མོ་འབར་བ་དེ་གིས་ནི་ད་ཁྱེད་རང་གི་ག་རེ་ལབ་ན་ཡང་ལྷ་དབང་ཕྱུག། ཨ་ནི། ལ། འདི་འདྲའི་གི་སྐྱོན་ཡོད་པ་ངས་ཁྱོད་ནས་ཁས་ལེན་གྱི་མིན། གལ་ཆེ་ན་ལྷ་དབང་ཕྱུག་ལ་དེ་ཁྱོད་ནས་ལས་སླ་བོ་ཡོད་མ་རེད་བསམ་ང་རང་འགྲོ་ཆ་ཞག་པ་ཡིན་ན་ཡང་ལྷ་དབང་ཕྱུག་དང་སྐྱེ་བ་མང་པོ་ར་ལས་དང་ལུས་གཉིས་ཀ་གི་འབྲེལ་བ་ཡོད་དེ་གི་ཡིན་དུས་བསམ་པ་ལ། ད་ལྷ་དབང་ཕྱུག་ནི་ཐུགས་ཟལ་ཅན་ཅིག་རེད། ལབ་ན་མོ་གི་ད་སྐྱོན་ཡིན་པ་ཁྱོད་ནས་ཁས་ལེན་བྱས་ཡོད་མ་རེད། ཁས་ལེན་མ་བྱས་དུས་བསམ་པ་ད་ལྷ་དབང་ཕྱུག་པས་ཁོ་རང་ག་རེ་ལབ་བར་ད་ཡིད་སྨོན་འགྲོ་སྐྱེས་ནས་དེ་ནས་ལྷ་དབང་ཕྱུག་ཁོ་རང་གི་ཟུག་དངོས་སུ་བཏོན་ནས་ད་ཁྱེད་རང་ང་ལ་དེ་འདྲའི་གི། ཨ་ནི། ཁ་བོ་རེད་ཤག་ད་དེ་ནས་ནི་བཟང་ཁྱེད་རང་ང་གི་སྐྱེས་དམན་བྱས་ན་འགྲིག་གི་རེད་ལབ་ན་ད་ལྷ་འོང་འཇུག་གི་ཁས་ལེན་བྱས་སོང་པ་རེད་ད་དེ་ནས་ནི་བཟང་དེ་ནས་ཁོང་གཉིས་དེ་ནི་ལོ་གཅིག་སྟོང་ལ་སོང་བ་གི་འཁྲིག་པ་དེ་ད་དེ་ནས་བཅད་པ་རེད་ད་ཡིན་ན་ཡང་ད་ཕྱི་རོལ་པ་དེ་ཚོ་ཡག་པོ་དེ་དུག་ཅག་སོ་ཡ་དང་དུག་ཅག་དེ་ཡག་པོ་སོ་ཡ་ད་ཁོང་ཚོ་ཁ་བོ་ཡོད་རེད་བ་ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་པར་ཐར་བ་ཡག་པོ་དེ་ཚོ་ཁོང་ཚོ་གང་ཐུབ་ཐུབ་དུག་ཅག་གི་ལམ་ནས་ཤེས་ཀྱི་ཡོད་རེད་དེ་ནས་སངས་རྒྱས་བཅོམ་ལྡན་འདས་ད་འགྲན་གྱི་ད་མེད་ཨ་ནེ་ཀར་ས། ལྷ་དང་བཅས་པའི་གེ་དང། ནས་ཁར་ས་སྟོན་པ་ཕུལ་དུ་ཕྱུང་བ་དེ་ཡིན་ན་ཡང་ལྷ་དང་བཅས་པའི་མགོན་སྐྱབས་དེ་ཡིན་ན་ཡང་ཁོང་ཚོ་ག་རེ་ཡང་ལྷའོ། ཁྱབ་འཇུག་གིས་སྤྲུལ་བ་དེ་འདྲེ་གཅིག་ཁྱབ་འཇུག་གི་དེ་ཡང་ཁྱབ་འཇུག་གི་ཡོན་ཏན་ཆ་ཚང་མེད་དེ་མཁན་གྱི་ད་སྤྲུལ་བ། གོབ་ཏོ་གཅིག་རེད་ལབ་གི་ཡོད་རེད་བ་ད་ཡང་ཁོང་རང་ཚོའི་ཐུགས་ལྕག་དེ་འདྲེ་ལྷ་དབང་ཕྱུག་གི་དེ་འདྲེ་འདོད་ཆགས་སྐྱེ་བའི་གཏམ་རྒྱུད་ཚོ་ཡང་ཡག་ཆོད་ནས་ཡང་གཅིག་བཤད་ཡ་ཡོད་རེད་ད་ཡག་ཆོད་ནི་ག་རེ་བཤད་གི་འདུག་ལབ་དུ་བརྩམས་པ་ལ། ད་དེ་འདྲེ་ལྷ་དབང་ཕྱུག་དེ། འདོད་ཆགས་སྐྱེ་བ་དེ་དེ་ནི། འདི་མ་རེད་ད། ཁོ་རང་གི་ནོར་འཁྲུལ་མ་རེད་ད། ཁོའི་འདོད་ཆགས་སྐྱེ་རུ་བཅུག་མཁན་དེ་སུ་རེད་འདུག་ལབ་ན་དེ་ནི་བཀའ་མོ་འདས་པ། དེ་ནི་འདོད་ལགས་ཀྱིས་ད་སྐྱེ་རུ་བཅུག་སོང་བ་རེད་ལབ་པ་རེད་ད་འདི་ག་འདྲས་སྐྱེ་རུ་བཅུག་འདུག་ལབ་ན་བརྩམས་པ་ལ་ད་ཁ་སང་ལེ་ཚན་སྔ་མ་ལ་ཞུས་ཟིན་པ་ནང་བཞིན་དུ་ད་ལྟ་ར་ཀ་སུ་ར་ཤིན་ཏུ་ནས་ཀྱང་ལྷ་མིན་གྱི་དུས་རྒྱལ། དེ་ནི། སྟོབས་རྩལ་ཆེན་པོ་དེ་ད་སུ་གཅིག་གིས་བརླག་མ་དཀའ་བར་ཨོང་འཇུག་ཁྱམས་འཇུག་ཚང་བ་ལ་སོགས་སུ་གཅིག་གིས་བརླག་མ་དཀའ་མ་དཀའ་ཡོང་དུས་བརྩམས་པ་ད་ལྷ་ལ་དེ་ནི། དཀའ་ལས་ཞེ་བོ་ཅིག་སྤྲད་ཀྱི་ཡོད་རེད་ད་འདི་དེ་ནི་ད་ར་ཀ་སུ་ར་དེ་སུ་གིས་སེལ་ཐུབ་ཀྱི་འདུག་ལབ་ན་དེ་ནི་སྔོན་མ་དབང་ཕྱུག་གིས་བྱིན་རླབས་གནང་དུས་བརྩམས་པ་ལ། དེ་ནི་ག་རེ་ལབ་དགོས་ལྷ་དབང་ཕྱུག་དབང་ཕྱུག་ཁྱེད་རང་གི་བུ་འདྲ་གཅིག་ཡོད་ན་མ་གཏོགས་གཞན་པ་གཅིག་གིས་སུག་ཡང་བསད་མི་ཐུབ་པ་ལབ་པ་ནང་བཞིན་ད་ལྷ་དབང་ཕྱུག་གི་བུ་ཡོད་ན་ད་ད་ར་ཀ་སུ་ར་དེ་བསད་ཐུབ་གི་ཡོད་རེད་བ་ད་ཡིན་དུས་ཙམ་པ་ལྷ་ཚང་མ་གི་གྲོས་ག་རེ་བྱེད་བ་ལ་ནི་ད་ལྷ་དབང་ཕྱུག་དེ་གང་དེ་སྲིད་ལ་དེ་འདྲའི་ལོ་སྟོང་ཕྲག་མང་པོ་གོམ་རྒྱག་ཏུ་བཅུག་ཡས་མི་འདུག་ཁོ་གོམ་ནས་ཡོད་ལ་ཡར་བླངས་དགོས་འདུག་ཁོ་ལྷ་མོ་པར་བ་དེ་མཉམ་དུ་ཆང་ས་རྒྱག་ཏུ་བཅུག་གོ་རེད་ལྷ་མོ་པར་བ་དེ་མཉམ་དུ་ཆང་ས་བརྒྱབ་ནས་དེ་ནས་བུ་སྐྱེས་ནས་ད་ད་ར་ཀ་སུ་ར་གི་དུས་ཞེ་སྣང་ཚུགས་ཏེ་བཏུལ་གོ་རེད་ལབ་ན་ད་ཁོང་ཚོ་གི་འདི་ནི་སྐད་ཆ་བྱུང་བ་རེད་སྐད་ཆ་བྱུང་ཡོང་དུས་ཙམ་པ་ཡིན་ན་ཡང་ལྷ་དབང་ཆུ་དེ་གོམ་གཤིས་འདི་ནས་ཀྱང་དེ་ནས་ཟབ་པོ། ཅིག་གོམ་གཏིང་རིང་པོ་འགྲོ་ཅིག་རྒྱབ་ཡོང་དུས་ཙམ་པ་ལ་སུ་གཅིག་གིས་ལེ་ལོ་ཡེ་ལ་གོམ་ལ་དཀྲོག་ཐུབ་ཀྱི་མི་འདུག་ད་འདི་དཀྲོག་ཐུབ་མཁན་དེ་སུ་རེད་འདུག་ལ་ན་ཁོ་ཚོ་ཡར་མར་འདའ་ཡོང་དུས་ཙམ་པ་ན་དེ་ནི་སྐར་མ་དེ་བ་ཟིན་ད་འདོད་ལྷ་དེ་རེད་འདུག་ལབ་ཀྱི་ཡོད་རེད་ད་འདོད་ཆགས་ཀྱི་ལྷ་ད་ཁོང་ཚོ་འདོད་ཆགས་ལྷ་དེ་ཡང་ཡག་པོ་གྲུབ་ཀྱི་རེད་ད་ག་འདྲི་གྲུབ་ཀྱི་འདུག་ལ་ན་ད་འདོད་ཆགས་ཀྱི་ལྷ་ལ་ཞུས་ཡོང་དུས་ཙམ་པ་ལ་འདོད་ཆགས་ཀྱི་ལྷ་གིས་དེ་འདྲའི་བསམ་བློ་བཏང་ཡོང་དུས་ཙམ་པ་ལ། དར་ལྷ་དབང་ཕྱུག་ལ་དེ་འདྲའི་གནོད་པ་བྱས་ནས་ཁོ་ལ། ཁོ་གོམས་ནས་ཡར་ལ་དཀྲོགས་ན་ད་ཁོའི་ལུས་ལ་བར་ཆད་ཆེན་པོ་ཞི་བ་ཞིག་ཆགས་ཡ་རེད་འདུག་དེ་ལྟ་ཡིན་ན་ཡང་དེ་འདྲའི་ལྷ་དེ་ཚོ་གི་འདོད་དོན་གྲུབ་ཡ་གི་ཆེད་དུ་ད་ང་ལུས་བློས་གཏོང་བྱེད་ཀྱི་ཡིན་ལ་ན་ད་དེ་འདྲའི་འདོད་ཆགས་ཀྱི་ལྷ་དེ་གི་ཡག་པོ་བྱས་ནས་དེ་ནི། ཁས་ལེན་བྱས་པ་རེད་ལབ་ཀྱི་ཡོད་རེད། ད་འོ་ན་དེ་ནི། ལྷ་གཞན་པ་སུ་གཅིག་གིས་དེ་ནི་ལྷ་དབང་ཕྱུག་གོམས་ལ་ཡར་ལ་བསླང་མ་ཐུབ། དེ་ནས་འདོད་ཆགས་ཀྱི་ལྷ་ལ་བླང་ཐུབ་ཡོད་ཀྱི་ད་ནུས་བ་ག་རེ་ཡོད་རེད་ད་ད་ཁོ་ལ་དེ་ནས་མདའ་དམིགས་བསལ་ཅིག་ཡོད་རེད་ཡོད་རེད་ད་མེ་ཏོག་མདའ་ཅན་ད་ཁོ་ལ་མེ་ཏོག་གི་མདའ་བསྲིང་ཚ་བོ་ཞིག་ཡོད་རེད་ལབ་ཀྱི་ཡོད་རེད་ད་དེ་ལ་དྲུག་མང་པོ་ཡོད་རེད་དེ་ནས་མེ་ཏོག་གི་མདའ་མདའ་གཅིག་ལ་མེ་ཏོག་མི་འདྲ་བ་ལྔ་ག་རེ་ཡོད་པ་ཡང་ན་ཅིག་མདའ་གཅིག་ལ་རྩེ་ལྔ་ཡོད་པ་ཡང་ན་ཅིག་དེ་ནས་མདའ། ཟླ་ཁོ་རང་ལྔ་ཡོད་པ་ཟླ་རེ་རེ་ལ་མེ་ཏོག་མི་འདྲ་བ་རེ་རེ་ཡོད་པ་ལ་ཡ་དྲུག་ཟླ་ཟླ་མང་པོ་ཅིག་ཤེས་ཀྱི་ཡོད་རེད་ད་ཡིན་དུས་ཙམ་ལ་ཁོ་ལ་མེ་ཏོག་ཟླ་ཆེན་ཟླ་ལྔ་པ་ལབ་ཀྱི་ཡོད་རེད་མིང་མང་པོ་ཡོད་རེད་དཔེར་ན་ང་རང་ཚོ་སྔོན་བྱོན་རྒྱལ་མཚོས་ཆུ་ཐིགས་ནང་ལ་ག་རེ་གསུང་གི་འདུག་ལགས་ན། ཡིད་སྲུབས་དག་པོ་ཉྭ་ཡི་ཏོག་མེ་ཏོག་ཟླ་ཆེན་ཟླ་ལྔ་པ་ལུས་མེད་ཆུ་སྲིན་གྱ་ཚན་ཅེས་ག་རེ་དབང་ཕྱུག་འདོད་ལི་མིང་ལ་རོ་ག་རེ་དབང་ཕྱུག་ལ་མིང་མང་པོ་ཡོད་རེད་མིང་དང་པོ་འགྲོ་ཡོད་ན་ཡིད་སྲུབས་དག་པོ་ལ་ཡིད་སྲུབས་རྐྱེན་ལབ་ཀྱི་ཡོད་རེད་ག་རེ་ལབ་ཀྱི་ཡོད་རེད་དཔེར་ན་མར་དོག་དོག་ཅིག་ཡོད་ན། བྱ་ཐང་གྲང་མོ་ཅིག་ནང་ལ་བླུགས་སོང་ན་ནི་མར་ཁོ་རང་ལོག་ལ་དོག་དོག་བསྡད་ཀྱི་འདུག། མར་དོག་ཏུ་དེ་བྱ་དང་ཚ་བོ་ལ་བླུགས་སོང་ན་ནི་ཨ་ནི་ཞུ་དང་ཞུགས་དུ་དེ་བྱ་དང་གི་ཁ་ལ་ཐེ་ཐེ་གི་འདུག་ལགས་ཡོད་ད་མར་དང་དེ་ནི་དེ་འདྲའི་བྱ་དང་ཉིད་དེ་སྡོང་མོ་གི་ནང་ལ་བླུགས་ནས་དེ་འདི་འདྲའི་ཡག་པོ་ཞིག་ཤེས་ཡོང་དུ་བརྩམས་པ་ལ་ད་སུག་ཡོང་དུ་བརྩམས་པ་ལ་དེ་ནི་བྱ་དང་མར་གཉིས་དབྱེར་མེད་པ་འདྲུ་ཆགས་འདུག་འོ་དེ་ཡིན་པ་ནང་བཞིན་ང་རང་ཚོའི་སེམས་དེ་དང་འདོད་ཆགས་གཉིས་དེ་མཚམས་མཚམས་དབྱེར་མེད་པ་དེ་འདྲའི་འདྲེས་འགྲོ་གི་ཡོད་རེད་ལབ་གི་ཡོད་རེད་འོ་དེ་འདྲེས་དུ་བཅུག་གིན་ད་དཀྲུག་དཀྲུག་བཏང་གིན་འགྲོ་དེ་སུ་རེད་འདུག་ལ་ན་འོ་འདོད་ཆགས་ཀྱི་ལྷ་དེ་རེད་འདུག་དེ་ལ་ཁོ་ལ་ཁོ་ལ་ཡིད་སྲུབས་དག་པོ་དེ་ནི་ཁོ་ལ་ཉྭ་ཡི་ཏོག་ལ་ཡ་འབྲུག་དང་དེ་ནི་ག་ལོག་རེད།

ད་དེ་འདྲའི་འདོད་ཆགས་ཀྱི་ལྷ་དེ་ལ་ལུས་མེད་གར་བྱས་ནས་ལབ་ཀྱི་རེད་ཁོག་གི་ལུས་དེ་བསུ་གི་མེད་པ་བཟོ་འདུག་ལབ་ཏུ་བརྩམས་པ་འོ་ལྷ་དབང་ཕྱུག་གིས་མེད་པ་བཟོ་བ་རེད། ད་མེད་པ་བཟོ་ཚུལ་དེ་ག་རང་ད་ཁོ་ད་ནི་ཨ་ནི་ལྷ་དབང་ཕྱུག་ཁོམ་ལ་དཀྲོག་ཡ་དེ་ཁས་ལེན་བྱས་ཡོད་རོ་ད་ཁོས་བརྡ་དེ་ཁྱེར་ནས་ལྷ་དབང་ཕྱུག་འགྲམ་ལ་འགྲོ་སོང་བ་རེད་ད་ཁོས་བརྡ་མངགས་དེ་རིན་པ་བཞིན་དུ་ད་བརྡ་མངགས་སོ་སོ་ཡོད་པའི་དབང་དུ་བྱས་ན་བརྡ་མངགས་དེ་རིན་པ་བཞིན་དུ་བཞུར་ནས་ཟླ་དང་པོ་ཞུར་གཉིས་པ་ཞུར་གསུམ་པ་ཞུར་ནས་ཟླ་རིམ་པ་བཞིན་དུ་ཞུར་ཡོངས་དུ་བརྩམས་པ་ལྷ་དབང་ཕྱུག་ལས་སླ་མོ་འགྱུར་དཀྲོག་ཐུབ་ཡོད་མ་རེད་ཟེར་ཟླ་ཐ་མ་ཞུར་ཡོངས་དུ་བརྩམས་པ་བཞིན་ཡིད་ལ་དཀྲོག་ཐུབ་པ་རེད་ལབ་པ་རེད། གར་གྱི་ནང་དེའི་ཟླ་དེ་ཚོ་སོ་སོ་གི་བྱེད་ལས་དམིགས་བྱེད་པ་དེ་འདྲ་ཡོད་རེད་ཟླ་ལྔ་བོ་རེ་རེ་རེ་རེ་གི་ཟླ་དང་པོ་ཡིན་ན། དྲེགས་བར་བྱེད་པ་དེ་ནས་རྨོངས་བར་བྱེད་པ་ཀུན་ཏུ་རྨོངས་བར་བྱེད་པ་རྒྱལ་བར་བྱེད་པ་སེམས་མེད་པར་བྱེད་པ་སོགས་བདག་གི་ཁྱད་ཆོས་ཁ་ཁ་ཁ་ཡོད་རེད་འོ་དེ་མཚོན་དེ་འདྲའི་དྲེགས་བར་བྱེད་པ་དང་རྨོངས་བར་བྱེད་པ་དེ་འདྲ་རེ་རེ་རེ་རེ་གི་མཚོན་བྱེད་དུ་དེ་ནས་མེ་ཏོག་རེ་རེ་རེ་གར་ཡོད་རེད་དཔེར་ན་ཟླ་དང་པོ་དེ་ནི། འབྲེལ་བར་བྱེད་པ་མཚོན་བྱེད་དུ Ashoka Flower དེ་ནི་མྱ་ངན་མེད་པའི་མེ་ཏོག་གར་ཡོད་རེད་ད། མྱ་ངན་མེད་པའི་མེ་ཏོག་དེ་གར་གར་ཡོང་མྱ་ངན་མེད་པ་རེད་དོ་མྱ་ངན་མེད་པ་ཚོ་ང་ཚོ་དང་པོ་འདོད་ཆགས་སྐྱེས་ཡོང་དུས་བརྩམས་པ་ལ་ད་ཚོར་བ་དུག་ལྔ་དེ་ཚོ་མ་རག་པ་ཚོ་མ་འཇོམས་ནས་སེམས་ལ་ཁ་བ་ཐལ་བ་ཞིག་ཅིག་འཕེལ་ལེགས་ཡོད་རེད་བཟང་མྱ་ངན་མེད་པ་འོ་དེ་མཚོན་བྱེད་དུ Ashoka ད་དེའི་རྗེས་ལ་དེ་ནི་ཤིང་ཨམ་སྡོང་གི་མེ་ཏོག་ཨ་མའི་མེ་ཏོག། འདི་གར་དུ་ཡོད་བདག་ཉིད་བ་དེ་ལ་གར་བྱེད་ན་དང་མོ་བར་བྱེད་པ་ལ་སོང་ང་ད་དེང་སང་གི་ཨམ་དེ་ཚོ་ལ་ནི་རྫས་སྦྱོར་མང་པོ་ལུས་དུ་བཙན་པ་ཤིང་སྡོང་སྐྱེས་ན་ཡང་འགྲམ་ལ་འགྲོ་ན་མ་དོ་དྲི་མ་ཞེ་དྲག་དྲོ་བོ་ཡོད་མ་ལ་དེ་དང་སྔོན་མ་རྒྱ་གར་ཨམ་སྡོང་མང་པོ་སྐྱེས་ཚོ་ལུང་པ་ཁོ་རང་ཨམ་ལུང་པ་ཁོ་རང་ལ་དཔེ་དྲི་མ་ངར་ཆེ་ལེ་ཡོད་རེད་ལབ་གི་ཡོད་རེད་ད་དེ་འདྲའི་དྲི་མ་ཤིན་ཏུ་འདི་ཀྱང་ངར་པོ་ཡོད་དུ་བཙན་པ་ལ་ཨམ་མེ་ཏོག་གི་དྲི་མ་ཁོ་རང་གི་དྲི་མ་དེ་དང་ཨམ་ཁོ་རང་གི་དྲི་མ་གཉིས་འདྲ་བོ་ཡོད་དུ་བཙན་པ་ལ་ད། དངོས་གནས་དེའི་ལུང་པ་དེ་ལ་ཨམ་གོ་རང་ད་ལྟ་སྨིན་ཚར་ཡོད་ས་རེད་བསམ་བསམ་གི་དེ་འདྲས་ང་ཚོ་རྨོངས་གི་ཡོད་རེད་འོ་དེ་ཚོས་འཇུ་ཐབས་ཨམ་གྱི་ཨམ་སྟོང་གི་མེ་ཏོག་ད་དེ་ནི། ཨ་ནི་ཁར་ས་རྨོ་བར་བྱེད་པ་ཀུན་ཏུ་རྨོ་བར་བྱེད་པ་ལ་ཡིད་དོ་ད་ཀུན་ཏུ་རྨོ་བར་བྱེད་པ་ལ་ཚོས་འཇུ་ཐབས་མེ་ཏོག་ཀུན་ད Jasmines འོ་དེ་མེ་ཏོག་དེ་ཡོད་དེ་རེད Jasmine འདི་གར་བྱིན་ལ་ན་ད་ངོ། དེང་སང་ཡིན་ན་བུ་མོ་འདི་ད་ང་རང་ཚོ་ལ་དེ་ནི། ཅིག་དྲི་བཟང་འདྲ་མི་འདྲ་བྱུག་ཐལ་ཡོད་རེད་བ་ད་སྔོན་མ་ཡིན་ན་ད་མེ་ཏོག་ཀུན་ད་ལ་སོགས་འཇའ་སྨན་དེ་ཚོ་མ་གཏོགས་ད་དམིགས་བསལ་དྲི་བཟང་དེ་འདྲ་ཡོད་མེད་ཡིན་ས་རེད་གང་བྱས་དེ་མེ་ཏོག་ཀུན་ད་ལ་སོགས་དེ་ཡག་པོ་ཡིན་ས་རེད་ད་མེ་ཏོག་ཀུན་ད་རེ་རེ་ཐོག་ཡོང་དུས་ཙམ་པ་ལ་ད་བུ་མོ་དེ་པས་མ་ཟད་དྲི་མ་ཡག་པོ་བྲུག་ཡོང་དུས་ཙམ་ང་ཚོ་ཀུན་ཏུ་ག་རེ་སྨོན་དགོས་དང་ད་བུ་མོ་དེ་དེ་ནི་ཤིན་ཏུ་གཙང་མ་ཡིན་པ་པས་དྲི་མ་ཡག་པོ་བྲུག་ཡོད་བ་ཅིག་གཙང་སྦྲ་འཕྲོད་བསྟེན་ཡག་པོ་ཡོད་པ་རེད་ཅེས་ང་ཚོ་རྨོངས་དྲུག་ཡེར་བུ་མོ་དེ་འདའ་བ་དང་དེ་འདྲའི་གི་ཉི་མ་བཅུ་ཕྲག་དེ་འདྲའི་ཟུག་དཀྲུས་མེད་ན་ཡང་ང་ཚོ་ག་དྲན་གི་ད་བུ་མོ་དེ་གཙང་མ་ཞིག་ཡོད་ས་རེད་དྲན་གི་ཡོད་རེད་ང་ཚོ་ཀུན་ཏུ་སྨོས་པར་བྱེད་ཀྱི་ཡོད་རེད་བ་འོ་དེ་ཚོའི་མཇུག་ཏུ་མེ་ཏོག་ཀུན་ད་ད་དེ་ནི་གྱལ་བར་བྱས་ལ་སོང་གྱལ་བར་བྱས་ད་དཔེ་ཁོ་འདོད་ཆགས་སྐྱེས་འདོད་ཆགས་ཧ་ཅང་ཆེན་པོ་ཆགས་ནས་ད་གྱལ་འགྲོ་གི་ཡོད་རེད་ད་འདི་གྱལ་གྱལ་བར་བྱས་པ་ཚོའི་མཇུག་ཏུ་ག་རེ་བྱེད་ཀྱི་ཡོད་ལ་ན་དེ་ནི། ད་ཁྱེད་ལ་ཡོང་དུས་ཙམ་པོ་ལ་གཅིག་ཅར་རག་པ་དེ་ཚོ་ཚོར་བ་རག་པ་དེ་ཚོ་གཅིག་ཀྱང་མེད་ཅིང་སྟོང་པ་ནམ་མཁའ་ནང་བཞིན་ཆགས་ཡོད་རོ་འདི་ཚོན་གྱི་འདུག་དེ་ནི། ནི། པདྨ་སྔོན་པོའི་མེ་ཏོག་དང་ཟླ་བྱི་བ་དེ་ལ་དང་ཟླ་ལྔ་བ་དེ་ལ་པདྨ་དམར་པོའི་མེ་ཏོག་དང་དམར་པོ་གར་ཅན་གྱི་གར་བ་ལ་ན་དང་འདོད་ཆགས་ཤིན་ཏུ་འདི་ཀྱང་ཆེན་པོ་དག་མ་དེ་ལ་སེམས་མེད་པར་བྱེད་པ་ལ་ཡིད་དོ། འདོད་ཆགས་ཤིན་ཏུ་འདི་ཀྱང་ཆེན་པོ་ཆུང་ཆུང་དང་སེམས་ངོ་མ་སེམས་ཡག་པོ་དེ་མེད་པར་ཆགས་ལ་ཡིད་འོང་འདོད་ཆགས་མེད་སྣང་བཞིན་འབར་བའི་དེའི་ཆ་ནས་དག་ཁོ་ལ། པད་མ་དམར་པོ་གར་ཡོད་རེད་ལབ་ཀྱི་རེད་ཨོ་ད་དེ་འདྲས་ཀྱི་མེ་ཏོག་མདའ་དེ་རིམ་པར་ཞིག་ད་ད་ཐ་མ་མདའ་སྔ་བ་དེ་བཞུར་ཡོང་དུས་ཙམ་པ་ལ་དེ་ནས་ལྷག་དབང་ཕྱུག་དེ་ཡར་ལ་གོམ་ནས་ཡར་ལ་དཀྲོག་ཐུབ་པ་རེད་གོམ་ནས་ཡར་ལ་དཀྲོག་ཐུབ་པ་དང་དེ་མ་ཐག་ཏུ་ཁོ་འདོད་ཆགས་ཆེན་པོ་ཞུ་རྒྱུ་སྐྱེས་སོང་པ་རེད་ལྷ་མོ་དཔར་བ་དེ་དྲན་ནས་དེ་ནས་ལྷ་མོ་དཔར་བ་དེ་གཟིམ་ནས་ད་ཁོས་ཨ་ནི་འཁྲིག་པ་སྐྱེས་སོང་པར་ད་དེ་འདྲས། ཁར་ས་ད་ལོ་སྟོང་ཕྲག་ལ་སོགས་པའི་འཁྲིག་པ་དེ་ནི་སྤྱད་རེ་བ་ད་ཡིན་ན་ཡང་ཁོས་བྱིས་སུ་བསམ་བློ་ཅི་བཏང་ཡོད་ན་ཚོ་ཁོ་དེ་འདྲའི་གོམ་རྒྱག་བཞིན་པའི་གནས་སྐབས་སུ། ཨ་ནི་དེ་འདྲའི་འདོད་ཆགས་ཆེན་པོ་ག་ནས་ཅི་འཆགས་འདུག་ལབ་ན་ལྷ་དབང་ཕྱུག་ཁོ་རང་གིས་ཅི་ཡ་བརྟག་དཔྱད་བྱས་ནས་བསྡད་སོང་བ་རེད་འདི་ཡོང་ས་ཙམ་ལ་ཨ་ལས་ང་ལ་གནོད་པ་བྱེད་མཁན་ང་གོམ་ནས་ཡར་ལ་སྤྲོ་མཁན་ང་འདོད་ཆགས་འཕེལ་དུ་འཇུག་མཁན་དེ་འདི་འདྲའི་སྐར་མ་སྡེ་བ་དེ་རེད་འདུག་བ་ཡིན་དུས་ཙམ་ལ་དེ་ཧ་གོ་ནས་ཁོས་ཁོང་ཁྲོ་ཞེའུ་ཅིག་ལངས་པ་རེད་ད་ཁོང་ཁྲོ་ལངས་ཡོད་དུས་ཙམ་ལ་ད་ཁོའི་སྐྲ་བ་ལ་མིག་གསུམ་འདི་ནི་དཀྱིལ་གྱི་མིག་དེ་ནས་དེ་ནི་མེ་ཤུགས་ཆེན་པོ་ཞེའུ་ཅིག་བཏང་ནས་དེ་ནས་གར་བྱས་པ་རེད། འདོད་ཆགས་ཀྱི་ལྷ་དེ་ཚེ་གཟུགས་པོ་ཚང་མེད་ལ་སྐྲག་བཞག་པ་རེད་ཟུག་དེ་འདྲས་ཡིན་ཙམ་པ་ལ་ཁོ་ལ་ལུས་མེད་ཟེར་ད་ལྟ་ལྷ་ད་ལྟ་འབྲུག་ཆ་ཆགས་པ་ན་འདོད་ཆགས་ཀྱི་ལྷ་དེ་ཡོད་རེད་ཡོད་མ་རེད་ན་ཡོད་རེད་ཡིན་ན་འདོད་ཆགས་ཀྱི་ལྷ་དེ་ལ་ལུས་ཡོད་རེད་ཡོད་མ་རེད་ན་ལུས་ཡོད་མ་རེད་མིང་ཁོ་རང་ལུས་མེད་ལུས་ག་རེ་བྱས་པ་རེད་ན་དེ་ནི་ལྷ་དབང་ཕྱུག་གི་མེད་ལ་སྐྲག་སོང་པ་རེད་ལབ་ཀྱི་ཡོད་རེད་ད་འདི་འདྲས་ཡིན་འདོད་ཙམ་པ་ལ་ད་འདི་གར་ལྷ་འདུག་ཨ་ནི་གར་ས། ལྷ་སྦྱིན་གྱིས་ནི་འདོད་པ་དང་སེམས་ཉིད་སྤེལ་ནས་ཕྱིར་ཡང་དྲངས་ཞེས་པའི་སྡེ་པ་ལས་ད་ཁྱོད་ཀྱི་ཡེ་ཤེས་ཤུགས་ཀྱིས་ནི་ད་སངས་རྒྱས་བཅོམ་ལྡན་འདས་ཁྱེད་རང་གིས་ནི་དེ་ནི་ཁྱེད་རང་ལ་བདག་མེད་རྟོགས་པའི་ཡེ་ཤེས་ལས་ཡོད་གསུང་དུ་བརྩམས་པ་ལ་བདག་འཛིན་སྤངས་ཡོང་དེ་ལས་སླ་བོ་ཆགས་དྲུག་ཡོད་ལ་དེ་ནི་བདག་འཛིན་གྱི་རྩ་བ་ནི་བདག་འཛིན་སྤངས་ཡོང་དུ་བརྩམས་པ་ལ་དེ་ནི་རྩ་བ་བཀོག་པ་ནང་བཞིན་ཡིན་དུ་བརྩམས་པ་ལ་དེ་འདྲའི་གེགས་དེ་ནི་འདོད་ཆགས་ལ་སོགས་བ་རྩ་བ་ནས་ཡོད་མ་རེད་ཟེར་འོ་དེ་འདྲ་ཡིན་དུ་དེ་འདྲ་ཡིན་པའི་གོས་ན་དེ་འདྲ་ཡིན་པའི་ཆ་ནས་ཀྱང་འདོད་ཆགས་མེད་པའི་ཆ་ནས་ལྟོས་པ་ལགས་ད་དེ་ལ་འདོད་ཆགས་མེད་པའི་ཆ་ནས་ཀྱང་དེ་ནི་སངས་རྒྱས་བཅོམ་ལྡན་འདས་དེ་ཕུལ་དུ་བྱུང་བ་རེད་འདུག་ལབ་ཀྱི་ཡོད་ད་ཡང་དེ་ནས་མི་ལ་མང་པོ་ཞུ་རྒྱུ་ཡོད་རེད་དེ་ལས་བཙན་ཆེན་མི་ལ་ཞུ་རྒྱུ་བཅས་བཀའ་དྲིན་ཆེ།